པང་གདན་འབྲས་དཀར་སྤུན་པ་ནས། པང་གདན་འབྲས་དཀར་སྤུན་པ་ལ་ཡོད་པའི་གུས་པ་རང་ཉིད་ཀྱི། སློབ་པ་སློབ་གཉེར་བྱེད་ས་ཀྱི་ད་ཁམས་ཆེན། ནང་ལོགས་ལ་ཡོད་པའི་རང་ཤག་ནས་རྣམ་པ་ཚང་མ་ལ་ཡང་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ང་འདས་འདུག་བྱས་ན་ཁ་སང། འདི་དཔའ་རུ་དེ་ལ་ཡང་ད་གུང་སེང་ཤི་ཁ་ལ་ད་གུང་སེང་ཉི་མ་གཉིས་སྲབ་བདུན་ཅེས་འགྲོ་བྱས། འདས་ཐང་ངང་ནས་ད་ཁ་སང་ཁྱེད་ཉིན་མོ་ས་ལྷག་པ་དགོང་ད་འདུག་བྱས་འབྱོར་ཟོར་བ། དེ་ནས་ད་ཕྱི་ཁ་ལ་འགྲོ་ཡ་གི་གནས་སྟངས་དང་འབྲེལ་བའི་དོན་དེ་རིང་ངའི་རྣམ་པ་ཚོ་ལ་འདུག་བྱས་བརྙན་ཐུང།

འོ་ད་ང་རང་འདས་སར་གའི་གྲྭ་ཤག་དེ་ག་རེད་ད་དེ་ཆགས་འདོད་རེད་ད་དེ་ཡིན་འདོད་ཙམ་མ་ལས་ཡ་གྲྭ་བ་གྲྭ་རྐྱང་ད་ཞུ་ཞུ་བའི་ཚིག་ཁྱེད་ཡོད་མ་རེད། ཅོག་ཙེ་གཅིག་དང་ནི་རྐུབ་བཀྱག་གཅིག་བྱས་དེ་ནི་དཔེ་ཆ་དེ་འདྲའི་ཁ་ཏེས་དུ་ཨ། ད་སློབ་གཉེར་བ་ཞིག་སློབ་གཉེར་བ་ཡིན་པའི་ཆ་ནས་ཡང་དཔེ་ཆ་ཏོ་ཏེས་གོ་ཡ་ཞིག་བྱ་དགོས་རོ། ད་དེའི་ཕྱོགས་ལ་སླེབས་པ་ཡིན་ན་དཔེ་ཆ་ལྟ་ཡ་མ་ཏོ་ནི་དྲན་ཡ་མེད་པའི་སྐད་ཆ་འདྲ་བོ་བྱེད་ཡིན་པའི་སྐད་ཆར་ད་ད། ཨ་ནས་ད་དེའི་ཕྱོགས་ལ་སླེབས་ན་ཡང་ངས་ཁུ་ས། འོ་ད་དེ་འདྲའི་འདྲ་བོ་ཅི་རེད་ད་གཞན་དག་ཞུ་ཞུ་ཟེར་གྱི་ཡོད་མ་རེད་ཡ་ཨ་ནེ་སྟོན་རོགས་བྱས་ཟེར་རྣམ་པ་ཚོ་ཁག་ཅིག་ཡང་རེ་བ་ཞུ་གི་འདུག་ཨོ་འདི་བྱས་ན་ཨ་ནེ་ཅིག་སྟོན་པའི་ཡིན་སྐད་ཆ་ཡིན་རུང་ཨ། དེ་ནས་ད་འདི་རྒྱ་བོད་ཁོར་ཡུག་སྐྱིད་པོ་ཞུ་གི་འདི་འདྲ་ཡོད་རེད་ད་ས་ཆ་རྒྱ་ཆེ་བ་ཅིག་ལ་ཨ་ནེ་ཁོར་ཡུག་སྐྱིད་པོ་ཞུ་གི་བྱོས་རེད་ད་རུང་ཨ། འོ་དེ་ཁོར་ཡུག་སྐྱིད་པོ་ཞུ་གི་འདུག་ཨ། འོ་ད་འདི་རྒྱབ་ལོ་ང་ཚོ་དུས་ཆེན་དཔེ་ཆ་སྐྱོར་ག་འགྲོ་ཡ་འདྲ་པོ་ད་ཅིག་རྩེད་མོ་རྩེད་ག་འགྲོ་ཡ་འདྲ་པོ་ད་འདི་འདྲ་བྱེད་སྐོར་ད་ད་ཁོར་ཡུག་ཏུ་དཔེ་མི་སྲིད་པའི་སྐྱིད་པོ་ཞུ་འདུག་ཡ། ད་འདི་ངའི་སློབ་པ་སློབ་གཉེར་བྱེད་ས་ཀྱི་ཁམས་ཆེན་དེའི་ཆགས་སྡོད་གདན་ས་ཆེན་པོ་འབྲས་སྤུངས་ལ་ཡོད་པའི་ཨ་ནེ་སྤུན་པོ་ར་ཁམས་ཆེན་ཟེར་ཡ་དེ་ཨ་ནེ་འདི་ཆགས་སྡོད་རེས་ཞུ་ཡ་བྱེད་རོགས། ཨ་ནི་ཕ་ཕྱོགས་ཁང་པ་མང་པོ་ཞིག་ཏུ་འདི་ག་རེ་ཡིན་ན་བསམ་གྱི་དགོངས་མཁན་དེ་འདྲ་ཡོད་པ་ཡིན་ན་དགུན་དུས་པར་ཞུགས་ཚེ་ཁམས་ཚན་གྱི་དགུན་དུས་པར་ཞུགས་ཚེ་གྱི་གྲྭ་ཤག་ཆགས་འདུག་ད་གྲྭ་ཤག་ད་བདུན་ལོ་ཁམས་ཚན་བདུན་ལོ་ཡིན་ནས་ད་ཁོར་ཡུག་རྒྱ་ཆེན་པོ་སྐྱིད་པོ་ཞུ་དེ་འདྲ་ཡོད་རེད་ད། འོང་དུས་ཞེས་གཅིག་བྱས་རོགས་ཨ། འོང་དུས་བྱས་ན་ད་ཨ་ནི་ཕྱིའི་ཁོར་ཡུག་ཚ་ནས་ད་རྣམ་པ་ཚོ་དེ་ད་དེ་དེ་རིང་པོ་ཞུ་མ་དགོས་བ་ཞིག་འདུག་ཅེས་གཅམ་བུའི་དེ་ལྟར་དུ་ཞུ་ཡ་འཇུག་དུས་དེ་འཇུག་དུས་བྱས་ཨ་ནི་གཤམ་ལ་གུས་པའི་ངོས་ནས་དེ་གཏམ་བཤད་དེ་ཞུས་ཆོག་བ་བྱས་ཞུ་ཡ་ཡིན་རུང་བ། གཤམ་ལ་གུས་པའི་ངོས་ནས་ད་གིན་གཏམ་བཤད་བྱེད་ཡ་ཡོད་ལགས་སོང་ཨ་ཕྱི་ཁ་ལ་འགྲོ་ཡ་གི་གནས་སྟངས་དང་འབྲེལ་བའི་ཐོག་ནས། ལགས་སོ་ད་དང་པོ་དེ་ལ་ངས་གཏམ་བཤད་དེ་མ་བྱས་གོང་ལ་གཏམ་བཤད་དག་ཅིག་བྱེད་ཡ་དེ་ངས་ལ་གར་ཞུ་ཡ་གི་འདོད་པ་བྱུང་ཟེར་ལབ་པ་ཡིན་ན་རུང་བ་ད་ཕྱི་ཁ་ལ་འགྲོ་ཡ་གི་གནས་སྟངས་དང་འབྲེལ་བའི་ཐོག་ནས། གཏམ་བཤད་དང་པོ་དེ་ག་རེ་ཡིན་ཟེར་ལབ་པ་ཡིན་ན་ད་ང་ཉི་མ་ཉི་སྲབ་བདུན་ཟིག་འདུག་བྱས་ཕྱི་ལ་འགྲོ་བར་རུང་བ། ཨ་ནི་དུས་ཡུན་འདིའི་ནང་ལོགས་ལ་ཡ་ཨ་ནི་ད་སྐུ་མགྲོན་ཡིན་ནས་སྐུ་མགྲོན

ཐོག་ནས་དུས་བཅད་བེ་ལ་ཀུ་པའི་གྲོགས་ཀྱིས་བྱུང་བར་རོ། བེ་ལ་ཀུ་པི་ལ་ཡང་དག་ཞག་པོ་གཅིག་དང་ཉི་མ་གཉིས་བཅས་དུས་བཅད་འདས་པ་ཡིན། ལན། བེ་ལ་ཀུ་པི་ལ་ཡིན་ནས་སྐུ་མགྲོན། གཉིས་དུས་བཅད་རགས་སོ་རོ། དེ་འདྲ་ཡིན་དུས་ཁྱོད་འདོམས་ནས་སྐུ་མགྲོན་བཞི་དུས་བཅད་རགས་སོ་དེ་ནས་སྐུ་མགྲོན། མཉམ་དུ་ད་བཅར་འདྲི་ཞུ་རྒྱོབ་ཀྱི་ཨ། བརྙན་ཐུང་འདི་གའི་དེ་ཨ་རྣམ་པ་ཚོ་ལ་ཡང། ག་དུས་བྱམས་པོས་ཞུ་གི་ཡིན་ཟེར་བྱས་ནས་ཞུས་པ་ཡིན་ན། ཨ་ནི་བདུན་ཕྲག་འདིའི་གི་ཨ་ནི་གཟའ་ཉི་མ་ནས་བྱས་བྱས་འགོ་བཙུགས་བ་བྱས་བྱས་བྱས་ཨ་ནི་གཟའ་ཉི་མ་གཟའ་ཉི་མ་གང་ཡིན་པ་དེ་ལ་དུས་ཟེར་བྱས་ཕུལ་ཆོག་བ་བྱས་ཞུས་ཡིན་རུང་ཨ་ད་གཟའ་ཉི་མ་ལ་ཕུལ་དགོས་ཡ་དེ་ག་རེ་རེད་ཟེར་ལབ་པ་ཡིན་ན། ཨ་ནི་གཟའ་ཉི་མ་ལ་འཛམ་གླིང་འཛམ་བུ་གླིང་ད་སྤྱི་ཡོངས་ཆ་ནས་གུང་གསེང་བྱས་མི་ཚང་མ་ལྷོད་ལྷོད་སྡོད་ཡོད་པ། ཞུ་ཡག་གི་དུས་ཚོད་ཡོད་པ་བྱས་ཨ་ནི་སེང་སེང་གནང་ཡག་གི་དུས་ཚོད་ཡོད་པ་བྱས་རུང་ཨ། གཅིག་ནས་དེ་རེད་གཉིས་ནས་ད། གདན་ས་ཆེན་པོ་འབྲས་སྤུངས་དང་དགའ་ལྡན་གཉིས་ལ་ཆ་མཚོན་པ་ཡིན་ན་གཟའ་ཟླ་བ་ལ་གུང་གསེང་ཡིན་འདོད་ཡང་གཟའ་ཉི་མ་འདི་ཁོ་གཅིག་སེམས་རང་བཞིན་གྱི་ནམ་རྒྱུན་དང་མ་འདྲ་བ་སེམས་པ་གཅིག་སེམས་པའི་འཚོ་བ་བདེ་བ་འགྲོ་བ་མ་འདྲ་བ་ཞུ་ཅི་ལེགས་འདུག་ཡ་ཁ་བ་སུ་བཏབ་པ་ཡིན་ནས་ནམ་རྒྱུན་དང་མ་འདྲ་བ་སྐྱིད་པོ་ཞུ་ཅི་འདུག་འདི་ང་རང་གཅིག་པུ་རེད་མི་འདུག་ཨ་ནེ་ཆོས་གྲོགས་མང་པོ་ཞུ་ཅི་གསུང་གི་འདུག་རོ་བ་འདི་ཡིན་དུས་ཙམ་མ་ལགས།

བཞི། ད་གར་བཞུགས་ད་བདུན་གྲྭ་བཞིའི་ནང་ལོར་ཡ་དུས་བཅད་སྐུ་མགྲོན་བཞི་པོ་གི་དུས་བཅད་ནང་ནས་གཟའ་ཉི་མ་གང་ཡིན་པ་དེ་ལ་དུས་བཅད་བཅར་འདྲི་ཞུ་ཡ་དེ་དུས་བཅད་རྣམ་པ་ཚོའི་རྗེས་ལམ་དུ་ཨ་འཇམ་པོའི་ཞུ་ཆོག་བྱས་ཞུ་ཡ་ཡིན་རོགས་དེ་ཞུ་ཡ་ཅིག་བྱས། ད་དེ་ནས་གུས་པ་རང་ཉིད་ཨ་ནེ་རྒྱ་གར་བྱང་ཤར་ཁུལ་ལ་ཡ་དུས་བཅད་འགྲོ་བྱེད། ཨ་ནེ། ཐོག་མའི་ད་ང་རའི་སེམས་ནང་ལོར་ལ་ཡ་སོ་སོའི་གི་ཕྱག་བཞེས་འདྲ་པོ་དེ་ག་རེ་རེད་བྱས་ནས་ཞུ་བ་ཡིན་ན། ཨ་ནེ་བདག་གིས་དྲིན་ཆེན་བརྩེ་བའི་ཨ་ནེ་ཕ་དམ་པ་ད་དུས་བཅད་དགོངས་པ་རྫོགས་རྗེས་ད། ལོ་ངོ་གསུམ་དུ་བྱ་སྒྲོ་དེ་གོར་དེ་ཡིན་དུས་ཙམ་མ་ལ་ཡ་ད་ང་ཚོས་ལུང་པ་ལ་འདྲ་པོ་བྱ་ཞིང་ད་ཅིག་གར་བཞུགས་བར་ད་ཅིག་མི་དེ་འདྲའི་གོམ་པ་རྫོགས་ཙམ་ད་ཅིག་འདས་མཆོད་ཕ་ལོ་གསུམ་དེ་ཕལ་ཆེར་ཐ་མག་འདྲ་པོ་ཅིག་ནམ་རྒྱུན་དེ་འདྲས་བྱས་ཁུལ་ཡོད་རེད་ཟེར་གྱི་འདུག་འོ་འདི་གི་ཨ་ནི་ཕ་དམ་དཔལ་གྱི་འདས་མཆོད་དེ་ཡང་ཅིག་བྱས་ཨ་ནི་དངོས་སུ་ད་གཞས་ཞུ་བདེ་བར་ཨ་ནི་བདག་གི་དྲིན་ཆེན་བརྩེ་བའི་ཨ་ནེ་ཨ་མ་ལ། ཀྲུའུ་ཞི་ཆན་ཞེས་བཞུགས་འདོད་ཡོད་རེད་དེ་འདྲ་ཡིན་དུས་ཨ་མ་ལགས་ཀྱི་ཡིན་ནས་ཞབས་ཕྱི། ཞབས་ཕྱི། ཁུ་ཕྲན་བུ་གཅིག་ཞུ་ཐུབ་པ་ཡིན་ནས་ཨ་ནེ་སོ་སོ་གཅིག་མ་འོངས་པ་གཅིག་བློ་བདེ་པོ་འགྲོ་བའི་ཆ་ཡོང་གི་རེད་བསམ་ཆེ། དེའི་སེམས་ལ་ཚོར་བ་དེ་འདྲ་ཡོང་བསྡད་ཀྱི་འདུག་བ་སེམས་ནང་ལོ་ཚོར་བ་དེ་སླེབས་པ་གཞི་བཟུང་བྱས་རྗེས་ཨ་ནེ་ད་ལན་ནང་ལ་འགྲོ་རྗེས་ཨ་ནེ་དྲིན་ཆེན་བརྩེ་བའི་ཨ་མ་ལགས་ཀྱི་འདུག་ཅེས་ད་ཞབས་ཕྱི། ཕྲན་བུ་གཅིག་འདུག་ཅེས་ཞུ་ཐུབ་པ་དེ་ཡང་དཔེ་མ་སྲིད། དགའ་ཚོར་ཆེན་པོ་བྱུང་ཟེར་བ་དེ་ཞུ་ཡ་གཅིག་བྱས་དེ་ནས་གཉིས་པ་དེ་ལ་ཡ། ཨ་ནི་ང་རང་གི་མིང་ང་རང་ལ་ཡང་མིང་གནང་མཁན་ཨ་ནི་ད་ངས་ཁ་ཚང་ངོ་དེབ་དང Instagram དེ་ཚོ་རྒྱབ་ལོག་བཞག་པ་ནང་བཞིན་བྱས་བྱས་ཨ་ནི་ད་ང་རང་སྐྱེས་ས་གི་ལུང་པ་ད་ལུང་པའི་མིང་ལ་ཡང་ད་ནི་བྱང་འདྲེན་ཆུང་བྱང་འདྲེན་ཆུང་ཡིན་པ་གང་ཤེས་ལ་ས་གནས་ཀྱི་མིང་ལ་ལ་ཆུང་ཟེར་དེ་ཡིན་དུས་ཡོངས་གྲགས་ལ་ང་ཚོ་ལ་ཆུང་རིན་པོ་ཆེ་ཅེས་ཀྱི་ཞུ་དེ་གོ་ད་ལ་ཆུང་ད་མི་མང་སེར་སྐྱ་མི་མང་རྣམས་ཀྱིས་སེར་སྐྱ་མི་མང་རྣམས་ཀྱིས་ཨ་ནི་སྐྱབས་མགོན་ཟུར་ནས་ཕལ་ཆེར་ཞུ་མ་ཆོས་ཞེས་ཡོད་མ་རེད་དེ་འདྲ་ཡིན་དུས་ཚང་མ་ལ་ཡ་ང་རིན་པོ་ཆེ་འདུག་ཞེས་ཡ་དེ་དཔེ་མི་སྲིད་པའི་སྐྱེ་བ་བཟང་པོ་གཅིག་བྱུང་རོགས་ཨ། དེ་ནས་སོ་སོའི་སེམས་ནང་ལོགས་ལ་ཡ་ཆ་ཤི་མས་སྐྱོག་གཅིག་ཨ་ནི་ཡག་པོ་གཅིག་གར་སྒྲུབ་པར་ལབ་པ་ཡིན་ན་སྒང་ཏོག་ལ་མ་ཡོང་ཅིག་ཨ་ནི་ཤེས་ལུགས་རིགས་ཀྱི་ད་ལྟ་ཉེ་འགྲམ་ལ་ཡོད་པའི་ཨ་ནི་ས་ལུ་ག་ར་ལ་ཡ་ཨ་ནི་གྲ་ཚང་གི་ད་ལྟ་ཁང་པ་གཅིག་ལེགས་གྲུབ་བྱུང་བཞག་རོགས་ཨ། སྙེ་མ་ད་གི་ཁྱོད་ལགས་གཅིག་གི་ཚོགས་ལ་སྐྱབས་འཇུག་ཞུ་བ་ཅིག་དྲན་གྱི་འདུག་སྟེ་ཡིན་ན་ཡང་ཁང་པ་དེ་འདྲས་ལེགས་གྲུབ་བྱུང་ཡོད་པ་ཚོང་ཁང་དེ་ཚོ་ལེགས་གྲུབ་བྱུང་ཡོད་པ་དེ་འདྲས་ཧ་གོ་མ་ཟེར་བ་ཨ་ནི། གྲྭ་ཚང་གི་ད་ལྟ་ཁང་པའི་ཁང་པ་དང་ཚོང་ཁང་ཁྲི་ལ་ཡ། ཨ་ནེ། སྔགས་ཀྱི་དག་སློབ་གཉེར་བྱེད་ས་ཡོད་ན་མེད་ན་ཅིག་ད་ཟས་རྒྱུ་གུན་པ་བྱ་དགོས། དེ་འདྲ་ཡིན་དུས་ཟས་རྒྱུ་གུན་པ་ནང་ལོགས་ལ་ཡ་མཆོད་མཇལ་བྱེད། ཨ་མཉམ་དུ་ཟས་རྒྱུ་གུན་པ་ནང་ལོགས་ལ་ཡ། དཔེ་ཁྲིད་མཁན་རྣམ་པ་གཉིས་ཆ་ལོ་ཨ་ནེ་ང་རང་ཚོ་གྲྭ་ཚང་རིན་པོ་ཆེ་ནས་དུས་བྱེད་ང་ཚོའི་གྲྭ་ཚང་རིན་པོ་ཆེ་ནས་དུས་བྱེད་ནས་དཔེ་ཁྲིད་བགྱིད་མཁན་ཆགས་བསྡད་བྱེད་ཨ་ནེ་རྒན་རྣམ་པ་གཉིས

ཉེ་རུ་ཉི་ཟེར་ལྔ་སྤྱི་ཟླ་གསུམ་པའི་ཚེས་ཉིན་ས་གསུམ་ལས་ཨ་ནེ་སྦག་འགྲོ་ར་གནམ་ཐང་བརྒྱུད་ནས་ཨ་མདུད་ཆེན་མ་སྦེང་ལོར་མ་ཐོན། དེ་ནས་མདུད་ཆེན་ཨག་ཞོ་བེ་ལ་ཀུ་བེ་ལེ་ཡ་དག་ཨ་ནེ་གཅིག་ལས་དོན་ཆུང་ཆུང་བྱེད་འོས་པ་བྱས་ཨ་ནེ་བེ་ལ་ཀུ་བེ་ལ་མདུད་ཆེན་བཅས་བཅར། ཨ་ནེ་བེ་ལ་ཀུ་བེ་ལེ་ཡ་ཡིན་ནས་དག་མདུད་ཆེན་སྐུ་མགྲོན། མདུད་ཆེན་གཉིས་དག་གིན་གོང་དུ་ཞུས་པ་ན་ཆུ་སྐུ་མགྲོན་གཉིས་བེ་ལ་ཀུ་བེ་མདུད་ཆེན་རག་ཟུར་བ། འོང་སྟེ་གཅིག་བྱས་དེ་ནས་ད་ད་ལན་གོང་གསེང་དེ་ང་རང་ཡིན་ན་སྒེར་ལ་ཆ་བཞག་ནས་དཔེ་མ་སྲིད་པའི་ཨ་ནེ་སྐྱིད་པོ་ཞུ་ཆུང་གོང་དུ། དེ་གོང་དུ་ཞུས་པ་ན་བཞིན་གཙོ་བོ་གཙོ་བོ་དེ་ལྟར་དྲིན་ཅན་ཨ་མ་ལགས་ཀྱི་འདུག་ཅེས་ཞབས་ཞུ་ཡི་ནས་ཕྲན་བུ་ཅིག་ཞུ་ཡག་གི་གོ་སྐབས་རག་པ་རོ་འདི་གཅིག་བྱས། དེ་ནས་ད་ལན་གུང་གསེང་དེ་ད་ང་རང་ཨ་ནེ་བོད་ཟླ་དང་པོ་ལོ་སར་འགོ་བཙུགས་ནས་འདུག་ཅེས་འབྲོ་བ་ཡིན་དུས་ཙམ་མ་ལ་ཡ་རྣམ་ཤེས་ཀྱི་ཡི་ནས་ཧང་སང་གོ་ཡ་དེ་འདྲའི་དྲང་མོ་ཞུ་དེ་འདྲའི་གལ་མེད་པ་ཅིག་རོ་ཨ་རྣམ་ཤེས་ཡི་ནས་ཡག་ཐག་ཆོད་ད་ཧ་ཚིག་ལས་རྒྱས་པ་དྲང་མོ་མ་ཡིན་པ་ཅིག་སྐྱིད་པོ་འདྲ་བོ་ཞུ་བྱུང་རོ་ཨ་ད་ངེད་མ་འདིའི་སྔོན་ནས་ཡིན་ན་བོད་ཟླ་བཅུ་གཅིག་གི་ནང་ལོ་ལ་ཡ་ང་འདིའི་སྔོན་ནས་ལོ་གསུམ་གྱི་གོང་ལ་ཡང་ཉིས་སྟོང་ཉིས་གསང་གཉིས་ལ་ཡང་གུང་གསེང་འགྲོ་བའི་སྐབས་ལ་ཡང་བོད་ཟླ་བཅུ་གཅིག་ཁེལ་དུས་རེད་ད་དེའི་སྐབས་ལ་ཨ་ནི་ཕ་དམ་པ་དགོན་པ་འཛུགས་མཁན་དེ་ཤུགས་ཆེན་པོ་ཞུགས་མྱོང་ཆེ་ཨ་ནི་སྐབས་དེ་དུས་ད་མགྱོགས་པོ་འགྲོ་དགོས་ཡ་ཆགས་པ་རེད་དེ་ཡིན་དུས་ཨ་ནི་དེའི་སྐབས་ལ་བོད་ཟླ་བཅུ་གཅིག་ཁེལ་དུས་ད་རྣམ་བཤད་ཚད་ལས་བརྒལ་བ་དྲང་མོ་ཞུ་ཆེ་འདུག་ལོ་ཐོ་བུ་ག་ཚོད་གྱོན་པ་ཡིན་ནའི་ཧ་ལམ་ད་འདི་འཁྱག་བསྡད་ཀྱི་ཡོད་ས་འདྲ་བོ་འདི་འདྲས་ཀྱི་ཚོ་ཧ་ཅིག་ཡོང་བསྡད་ཀྱི་འདུག་རོ་འདི་འདྲས་ཀྱི་ད་ཅིག་ཡང་རྣམ་བཤད་ཚད་ལས་བརྒལ་བ་དྲང་མོ་འདུག་རོ་བ་དེ་བྱས་ད་ན་ཅིག་ང་ཚོ་ལུང་པ་ལ་ད་བོད་དང་ཉེ་འདྲ་མེད་དུས་ཙམ་མ་ལ་ཡང་ཧང་སང་ཡ་རྣམ་བཤད་དྲང་མོ་ཞུ་ཆེ་ནས། གང་ལྟར་ཨ་ནེ། ཆུ་འགྱིག་དམ་ནང་ལོགས་ལ་ཡ། ད་འགྱིག་དམ་གཅིག་གི་ནང་ལོགས་ལ་ཡ་ཆུ་ཚ་པོ་གང་བདག་བདག་བླུག་ཨ་འདི་ཁ་བཅོས་རྒྱབ་བྱེད་ཨ་ནེ་རྐང་པ་གང་ལ་འདི་བཞག་རྐང་པ་གཉིས་ཅག་གི་འདུག་ཅེས་སྦྱར་བྱེད་ཨ་ནེ། ཉེས་པ་ཡིན་ན་ཤེས་ནས་གཉིད་ཁུག་ཁུག་རུ་མ་གཏོགས་གཞན་གཉིད་ལས་སླ་བོ་ཁུག་ཁུག་མ་རེད་ད། བོད་ཟླ་བཅུ་གཅིག་བཅུ་གཉིས་སྡེ་བ་ལ་ཧང་སང་དགོས་རྣམ་ཤེས་དྲང་མོ་རུ་བ། ཨ་ནེ་ད་ལན་དེ་འདྲའི་རྣམ་ཤེས་དྲང་མོ་མེད་པ་ཅིག་ཨ་ནེ་སྐྱིད་པའི་སྐྱིད་པོ་བྱུང་ཟེར་བ་འདི་གཅིག་བྱེད།

ཆད་པ་མེད་མགྱོགས་སུ་འགྲོ་བྱེད་དེ་འབྲེལ་གྱི་དད་པ་ཤུགས་ཆེན་པོ་ཡོད་མཁན་གཅིག་དང། དག་ན་ཞིང་འདིའི་སྐབས་ལ་དད་ཡོད་མཁན་དག་འབྲས་ལྗོངས་ཀྱི་ལའོ་མི་མང་པོ་གཅིག་གིས་གུ་རུ་རིན་པོ་ཆེ་ལ་དད་པ་ཆེན་པོ་ཡོད་པ་གང་ཤེས་ལ་ཡ་ད་ལྟ་གུ་རུ་རིན་པོ་ཆེ་གི་གཟུངས་སྔགས་ཨེ་ནུ་ཞུ་བི་སག་ནང་གིར་འོ་མ་ཨ་འོ་བེ་ཛ་གུ་རུ་པི་མ་སེ་ཏེ་འོ་སི་ཀིར་བ་འོ་དེ་ཡང་གུ་རུ་རིན་པོ་ཆེ་གི་གཟུངས་སྔགས་ཆ་མཐུན་ས་མ་གུ་རུ་རིན་པོ་ཆེ་གཟུངས་སྔགས་དེ་ཚོ་ཨེ་ནུ་ཞུ་བི་བྲང་ནང་གིར་ཨ་ནུ་མཆོད་པ་དེ་ཚོ་ཕུལ་དུ་ཨེ་ནས་གུ་རུ་རིན་པོ་ཆེ་ལ་ཡ་མཆོད་པ་ཞུ་བི་ཕུལ་ནང་གིར་ད་ཚིག་དེ་ངས་གསལ་བོ་སྒྲོག་གི་ཡོད་མེད་ཧ་གོ་མ་སོང་ད་ལྟ་རྒྱ་གར་པཎ་ཆེན་དཔེ་ལ་བཀའ་སྡོད་ཅན

དེ་སྔ་ད་འགྲོ་བ་ཙམ་གྱིས་མ་གཏོགས་ཨ་ནི་གཅིག་དོ་སྣང་ཐེ་ཚོམ་གྱིས་མ་བསླེབས་པ་དེ། དོ་སྣང་ཐེ་ཚོམ་གྱིས་བསླེས་ཐུབ་མ་སོང་ཨ་ནི་ད་ལན་ཡག་གིས་བསླེས་ཆེད་ཨ་ནི་བོད་པ་ཉུང་ཤས་བྱོས་རེད། ཨ་ནི་བོད་པ་གཅིག་ལྔ་བཅུ་ང་དགུའི་ལོ་ལ་ཡག་འདུག་ཅེས་མ། བྲོས་བསླེས་ཡོད་རེད་ཞེས་ད་ལྔ་བཅུ་ང་དགུའི་ལོ་ལ་ཟེར་དུས་ད་འདི་སྐུ་གཟུགས་དོག་པས་འཐམ་བུ་འདུག་ཁོ་རང་ལྔ་བཅུ་ང་དགུའི་ལོ་ལ་བྲོས་བསླེས་ཡ་དེ་བྲོས་བསླེས་པའི་སྐབས་ལ་ཡ་སྤུ་གུ་ཆུང་ཆུང་ལོ་བདུན་བརྒྱད་ཟེར་མ་གཏོགས་རེད་མི་འདུག་ཨ།

ཨ་ནེ་སེམས་ནག་ལོ་དཔེ་མ་སྲིད། དགའ་ཚོར་ཆེན་པོ་བྱུང་ཟེར་བ། ད་སྙིང་ཐུང། ལགས་སོ་ཨ་ནེ་ད་སྙིང་འདོད་ཞུ་བ་ཡིན་ན་དག་རང་ཡིན། དེ་ནས་ད་འདི་རྗེས་ལ་ཡག་འདུག་ཅེས་འབག་འགྲོ་ར་གནམ་ཐང་བརྒྱུད་ནས་སྦེང་ལོར་མ་སླེབས། ཨ་ནེ་འདུག་ཅེས་སྦེ་ལ་ཀོ་པེ་ཀོ་ར་ཏིས་གཅིག་རྒྱབ་བྱས་ཨ་ནེ་སྐུ་མགྲོན་གཉིས་འདུག་ཅེས་ཀོ་ར་བཅར་འདྲི་ཞུས་ལེགས་གྲུབ་བྱུང་ཅེས་ཨ་ནེ་ད་ཁྱེད་ས་ཁྱེད་ཉིན་མོ་ས་ལྷག་པའི་ཉིན་མོ་དེ་ལས་ཡག་ཨ་ནེ། བོད་ཚེས་བྱས་ན་ད་བོད་ཚེས་ཉིན་གསར་སྟོན་ས་ལྷག་པ་ཨ་ནེ་རྒྱ་ཡོད་སྐུ་ཡི་བླ་ས་ལྷག་དཀར་ཉིན་མོ་དེ་ལས་ཡག།

ཁྲིམས་དང་སྒྲིག་གཞི་གཅིག་བར་ལ་གཅིག་འགྲོ་བཅས་གང་ལྟར་དཔེ་ཁྲིད་འགྲོ་ཆོས་ར་འགྲོ་དཔེ་ཆ་ལྟ། བསྡུ་བྱས་ནས་སློབ་མ་སློབ་གཉེར་བྱེད་ཡག་གི་གོ་སྐབས་སླར་ཡང་བསྡུ་བྱས་གོ་སྐབས་བཟང་པོ་ཞིག་རག་པ་དེ་ཧང་སང་གོ་ཡག་གི་བསྡུ་བྱས་སེམས་ནང་དགའ་ཚོར་དང་སྐལ་བ་བཟང་པོ་ཞུ་བཞིན་བྱུང་སོང་བསམ་བསམ་འདྲ་ཞིག་དྲན་གྱི་འདུག་བ་ད་ལན་དང་པོ་ཡག་འགྲོ་དུས་ཙམ་མ་ལ་ཡག། ཨ་ནེ་ཨའི་སེམས་ནང་ལོ་ཐ་ཨོའོ་ད་ག་རེ་འདྲ་བྱེད་ཨང་ཡོང་བསམ་ཡག་གི་ཏེ་ཅེས་སེམས་ནང་ཚོར་བ་འདྲ་ཞིག་བྱུང་སོང་གང་ཡིན་ཟེར་ན། དུས་དེ་སྔ་ལོ་ཁ་ཤས་ཀྱི་གོང་ལ་ཡང་ཡ་གི་ཆུ་ལོག་ཆེན་པོ་ཞིག་བརྒྱབ་རྗེས་མོ་བྲག་ལང་ཀ་དེ་ཚོ་ཧང་སང་སྒོ་ཡ་སྐྱོ་པོ་ཞོ་དེ་འདྲའི་རེད་ཞུ་ད། སྒང་ཏོག་ནས་ཡང་ད་ལྟ་མ་ངན་ལབ་ས་ཞོལ་རེད་ད་ལྟ་ཆུ་ཚོད་གཉིས་སུ་འགྲོ་ས

YouTube བརྒྱུད་ནས་བརྙན་ཐུང་དང་པོ་དེ་དེ་སླད་ཡོང་གོ་རེད་ཅེས་བརྗོད་ཞུ་ཡ་ཡིན། མ་གཞི་ད་ག་ལེ་ག་ལེ་རིམ་པས་རིམ་པས་བྱེད་ཅེས་བསྡུ་བྱས་ནས་མགོ་དེབ་བརྒྱུད་ནས་བསྡུ་ཅེས་སླད་ཡོང་གོ་རེད། Instagram ནང་ལོག་ལེན་དག་ཅིག་བརྙན་ཐུང་རིང་པོ་དེ་རྩ་བ་ཉིད་ནས་བཅུག་ཐུབ་གི་མི་འདུག་འོ་དེ་རྣམ་པ་ཚོས་དོ་སྣང་གནང་རོགས་གནང་ཅེས་ཅེས་འོ་དེ་འདྲས་ཞུ་ཡ་ཡིན་ལགས་སོ། རྣམ་པ་ཚང་མ་སླར་ཡང་ལེ་ཚན་རྗེས་མའི་ནང་ལ་མཇལ་ཆོག་ཅེས་ཞུ་ཡ་ཡིན། ཐུགས་ཆེ་གནང།